ད་དེ་རིང་གུས་པས་ང་ནག་ཚོ་བོད་ཀྱི་ཆོས་དང་རིག་གཞུང་གི་ཐད་ལ་མཛད་རྗེས་ཆེན་པོ་དག་དག་ནང་བཞིན་གྱི་བོད་པའི་མི་གཉིད་ལས་སད་ངེས་ཀྱི་རྔ་བོ་ཇི་ལྟ་བུའི། སྐྱེས་ཆེན་དམ་པ་ཅིག་རྣམ་པ་ལ་འགྱེད་ཚོ་ལ་ཡང་ངོ་སྤྲོད་ཞུ་བ་ཡིན་བྱས་ན་བརྙན་ལ་ཡང་རྣམ་པ་ལ་འགྱེད་ཚོས་བརྙན་ཐུང་དེ་ལ་ཡང་ཅིག་གཟིགས་རོགས་གནང། སེང་གེ་རུ་འདི་སྲོག་ཆགས་གཞན་དག་གི་ཟ་ནུས་ཀྱི་མ་རེད་ལ་ཁོ་རང་གི་ཁོག་པའི་ནང་ནས་ཚུད་ཡོད་དོན་བཤད་རྒྱུ་གི་སྲིན་བུ་ཕྲ་མོ་འདི་ཚོས་གི་ཟ་འགྲོ་གི་ཡོད་རེད། དག་རེད་ཁོང་ཡིན་ན་ངོ་ནག་ཚོ་ཨ་ནི་བོད་ཁམས་ཡོངས་ལ་ཡ་སྐད་གྲགས་ཆོད་པའི་གི་མཁས་དབང་འཇམ་དཔལ་ལོ་ཤས་མཆོག་རེད། མཁས་དབང་འཇམ་དཔལ་ལོ་ཤས་ཁོང་ཡིན་སོང་ན་མདོ་སྟོད་དད་མའི་ཡུལ་གི་དན་ཡུལ་དཀར་པོ་ས་འབྲུག་གླིང་ལ་ཡ་ཡབ་མགོན་པོ་རྡོ་རྗེ་དང་ཡུམ་རྒྱལ་རྩེ་གཉིས་ཀྱི་སྲས་ལ་ཡ་སྤྱི་ལོ་ཆིག་སྟོང་དགུ་བརྒྱ་དྲུག་ཅུ་རེ་དྲུག་ལོ་ལ་ཡ་སྐུ་འཁྲུངས་ཤག་སྐུ་ཆུང་དུས་ནས་སློབ་ཆུང་འགྲིམས་པ་དང་ཨ་ནི་དགུང་གྲངས་བཅུ་བདུན་ཐོག་ལ་ཡ་དགེ་བཙུན་གྱི་སྡོམ་པ་བཞེས་རྗེས་མཚན་ལ་ཡ་འཇམ་དཔལ་ལོ་ཤས་ཞེས་གསོལ་ཤག་དགུང་གྲངས་ཉི་ཤུའི་ཐོག་ལ་ཡ་ཁམས་ཀློང་ཐང་སྒྲོལ་མ་བླ་སྒང་ལ་ཡ་གཉིས་ཚོགས་ཀྱིས་སྡོམ་པ་བཞེས་པ་དང་དེ་ནས་ཁོང་གི་དགེ་རྒན་བློ་དགའ་འམ་ཚུལ་ཁྲིམས་བྱམས་པ་མཆོག་གི་གསུང་ལྟར་གདན་ས་ཆེན་པོ་དཔལ་ལྡན་འབྲས་སྤུངས་ལ་ཡར་ཕེབས་རྗེས་ཨ་ནི་སློབ་སྦྱོང་གནང་རྩིས་གནང་ཤག་ད་ཡིན་ནའི་དེའི་དད་སེམས་ཡག་པོ་མེད་པས་གི་གནས་ཚུལ་ཤེས་རྗེས་ཞུགས་བདེ་པོ་མ་བྱུང་བ་ལ་ཡར་ཕྱིར་རང་ཡུལ་ལ་ཡར་མ་ཕེབས་རང་ཕེབས་གལ་ཤག་དེ་ནས་གདན་ས་རྫ་སེར་ཤུལ་དགོན་ལ་ཡར་ཚོགས་ཞུགས་མཛད་རྗེས་མཁས་གྲུབ་དུ་མའི་གི་ཞབས་ལ་ཡར་གཏུགས་རྗེས་ལྟོ་སྐྱ་གོས་རུའི་ངང་ལ་ཡར་སློབ་གཉེར་དཔྱིས་ཕྱིན་པ་གཅིག་མཛད་ཤག། ད་ཁོང་དགོངས་འདྲའང་ཉི་ཤུ་རྩ་བཞིའི་ཐོག་ལ་ཡ་འཕགས་ཡུལ་རྒྱ་གར་དུ་ཕེབས་རྗེས་ཨ་ནི་ལོ་ཉི་ཤུའི་རིང་ལ་ཡ་དཀའ་སྤྱད་འབད་བརྩོན་ངང་སློབ་སྦྱོང་བྱས་རྗེས་ཡིན་གསུངས་ན་དཔྱད་ལོ་ཉིས་སྟོང་བརྒྱ་མེད་བཅུ་མེད་གཅིག་ལོ་ལ་ཡ་སེར་ཤུལ་ཁྲི་ཟུར་རིན་པོ་ཆེ་གི་ཐུགས་རེ་ལྟར་ཕྱིར་བོད་ཡུལ་ལ་ཕེབས་རྗེས་ཡིན་གསུངས་ན་ཨ་ནི་སེར་ཤུལ་དགོན་གྱི་ཐུགས་རིང་ནམ་བསྟན་སློབ་གླིང་གི་དགེ་རྒན་མཛད་པ་དང་དགོང་ལོ་སོ་ལྔའི་ཐོག་ལ་ཡ་སློབ་གཉེར་མཐར་སོན་ཡོང་རྗེས་སླར་ཡང་འཕགས་ཡུལ་གདན་ས་གསེར་རྗེའི་ཨ་ནི་མཁས་སྙན་གྲྭ་ཚང་ལ་ཡ་ཕྱིར་ཕེབས་རྗེས་སློབ་གཉེར་མཐར་ཕྱིན་པ་མཛད་བཞག། དགུང་ལོ་སོ་བདུན་ཐོག་ལ་ཡཱ་ནི་དགེ་ལྡན་ལུགས་བཟང་གཙུག་ལག་སློབ་གཉེར་ཁང་གི་རྒྱུགས་སྤྲོད་ཆེན་མོར་ཞུགས་རྗེས་དགེ་བཤེས་ལྷ་རམས་པ་གཏོང་བའི་སྔོན་འགྲོའི་མཛད་པ་མཛད་ནས་ཡིན་གསུངས་ན་གདན་ས་གསུམ་གྱི་ཨ་ནི་བློ་གསལ་མཁས་མང་འདུས་པའི་གི་དབུས་ནས་གཞུང་ལུགས་སྨྲ་བའི་གི་བཀའ་རམས་པའི་རྒྱུགས་འབྲས་ཨང་དང་པོ་དང། གཞུང་ལུགས་རབ་འབྱམས་སྨྲ་བའི་གི་སློབ་དཔོན་གྱི་རྒྱུགས་འབྲས་ཨང་དང་པོ་གཞུང་ལུགས་སྨྲ་བའི་དབང་ཕྱུག་ལྷ་རམས་པའི་གི་ཨང་དང་པོ་གཉིས་པའི་གི་མཚན་སྙན་བཞེས་རྗེས་ཡིན་གསུངས་ན་གདན་ས་ཁག་དང་དག་ནང་བཞིན་གྱི་བོད་ཀྱི་ཡུལ་གྲུ་ཀུན་ལ་ཡཱ་སྙན་གྲགས་འབྲུག་སྒྲ་ལྡིར་བ་ལྟར་བྱུང། ཤ་སྟག་དེ་ལྟར་བཀའ་པོད་ལྔའི་དགེ་སློབ་གཉེར་ལེགས་པར་གྲུབ་ནས་ལས་དཔའ་བརྟན་རྒྱུད་མེད་གྲྭ་ཚང་ལ་ཡང་ཞུགས་བྱས་ཆོས་ཐོག་འགྲིམས་བྱས་སྔགས་པ་ལ་ཡང་སློབ་གཉེར་ཡང་དག་པ་མཛད་བྱས་ཡིན་གསུངས་ན་མཐར་སྔགས་རང་ཨམ་དང་པོད་ཀྱི་མཚན་སྙན་ཡིན་ནས་ཤེས་བྱ། དེ་ནས་གསེར་ཆོས་དགོན་མཐོ་རིས་ནམ་ཟླའི་སློབ་གླིང་གི་ཡང་ཡང་གདན་འདྲེན་བྱས་པ་ལྟར་རང་ཡུལ་བོད་དུ་ཕེབས་བྱས་ནི་སློབ་གླིང་གི་དགེ་རྒན་ཆེན་མོ་གི་ཕྱག་ལས་གནང་ལ་གསེར་ཞུའི་ཁྲི་ཟུར་རིན་པོ་ཆེ་གི་ནི་དགོངས་བཞེད་ལྟར་སློབ་གཉེར་བ་དགེ་འདུན་ཁྲི་ཕྲག་ལ་ཡང་ཨ་ནི་དུས་རྒྱུན་གྱི་དཔེ་སྒྲིག་དང་བསླབ་བྱ་སློབ་སྟོན། སློབ་གླིང་སྒྲིག་འཛུགས་སོགས་གང་ཅིའི་ཐད་ལ་ཡང་བཀའ་དྲིན་གྱིས་སྐྱོང་བཞག། ཁོང་གི་གཞུང་ཆེན་དཔེ་སྒྲིག་སྒྲ་འཇུག་ཉར་ཚགས་བྱས་པ་ཆ་ཚང་བ་ཨ་ནི་ཆུ་ཚོད་ལྔ་བརྒྱ་དང་ལྔ་བཅུ་ལྷག་ཡོད་པ་ད་ལྟ་བོད་གངས་ཅན་གྱི་ཆོས་བརྒྱུད་ཡོངས་ཀྱི་བཤད་གྲྭ་དང་རྩོད་གྲྭའི་སློབ་གཉེར་བ་ཞིག་ཡིན་ཅིང་ཕལ་ཆེར་ཟད་མ་མྱོང་ཉེས་མེད་པ་ལྟ་བུ་དེ་འདྲའི་ཆགས་བསྡད་ཡོད་རེད། དེས་མ་ཟད་བོད་ཁམས་ས་ཆ་གང་མང་ཞིག་ལ་ཡང་རིག་གཞུང་དང་བསམ་བློའི་བགྲོ་གླེང། དགོན་པ་དང་ཡུལ་སྡེ་མང་པོས་གདན་འདྲེན་ཞུས་པ་བརྒྱུད་ཨ་ནི་སྤྱི་ཚོགས་བསླབ་བྱ་དང་ནང་ཆོས་ངོ་སྤྲོད་སོགས་གང་མང་གནང་ཡོད་རེད། གཞན་ཡང། དཔེ་ཁྲིད་ཀྱི་ཁྲིད་རྩུབ་བར་ནས་མདོ་ཁམས་འཇང་དགོན་ཆོས་དང་གངས་ལྗོངས་མཁས་པའི་ལྷན་ཚོགས་གཉིས་ཀྱི་ཨ་ནི་ཚོགས་གཙོའི་འགན་བཞེས་བྱས་ཡིན་སོང་ན་བོད་ཀྱི་མཁས་པ་མང་པོ་ཞིག་དང་མཉམ་དུ་དགོན་སྡེའི་འགན་སློབ་དེབ་རྩོམ་སྒྲིག་བྱས་པ་བཅས་བོད་ཀྱི་ཆོས་དང་རིག་གཞུང་གི་ཐད་ལ་ཡང་མཛད་འཕྲིན་ཆེན་པོ་ཞིག་རག་སྤེལ་བསྡད་ཡོད་རེད། ལྟ་ཡིན་ནའི་ལས་ཡིད་སྐྱོ་དགོས་པ་ཞིག་ལ་ཡ། སླར་ཡང་འཛམ་གླིང་དེ་ན་ཤིན་ཏུ་དཀོན་པའི་བིན་དོར་ཡོན་སྔོན་པོའི་བུམ་པ་འདི་སྤྱི་ལ་ཉིས་སྟོང་བརྒྱ་མེད་བཅུ་དགུ་ལོའི་ཟླ་བ་བཅུ་པའི་ཚེས་བཅུ་དགུའི་དགོང་མོ་ས་ལ་བཏབ།